འཛམ་གླིང་ཡུལ་གྲུ་ཁག་ལ་བཞུགས་པའི་བོད་རིགས་སྤུན་ཟླ་ཚང་མ་ལོ་ལེགས། ས་གནས་སྦེལ་ཇམ་ནས་གུས་ཕུབ་བསྟོད་འགྲོས་ཀྱིས་འཚམས་འདྲི་ཞུ་ཡོད། ལྷན་རྒྱས་ཚང་མ་ལོ་ཟླ་ད་ལྟའི་ཏོག་དབྱིབས་ནད་ཡམས་འདིས་ཅིག། དགྲ་བོ་ལ་མ་ཚུད་མེད་པ་དང་སོས་ཡོད་པ་ཡིན་ནའི་ཐར་ཡོད་པའི་བར་ལམ་ཞུ་གི་ཡོད་ཞུ་ཡ་ཡིན། ཨ་ནི་ཁ་སང་ཁ་སང་དུ་བ་རབ་དང་རིམ་པ་འདུ་བྱེད་བཅས་བརྙན་ཐུང་སྒྲུབ་ཆུ་ཚོད་ནས་སུ་སུའི་བསམ་ཚུལ་ཞུས་བཅས་འདུ་བྱེད་བཅས་བྱུང་ཡོད་རེད།

གང་དག་ལྷན་སྐྱེས་རྣམ་པ་ཚོའི་ནང་ལོ་ནས་མང་པོ་གཅིག་གིས། ང་ལ་ཡང་ཁྱེད་རང་གིས་རྒྱས་བཤད་པ་འདི་ནི་ཅིག། སྤྱི་པའི་ཆེད་དུ་བསམ་བློ་བཏང་ནས་སྐད་ཆ་བཤད་གི་འདུག་ཟེར་བྱས། ཡག་པོ་འདུག་ཟེར་བྱས། ད་ལྟའི་དུས་ཚོད་ལ་ཡང་ང་ཚོར་དགོས་ཡ་དེ་ནི།

ས་ཕྱོགས་དུ་བ་ལ་ཡོད་པའི་སྐབས་ལ་ཡང། ས་གནས་ས་ཐོ་ནས་ཀྱི་སོ་སོའི་བོད་པའི་མི་ལ་ཡང། ཀྱི་མཐུན་འགྱུར་རོགས་རམ་ཞུ་ཚུལ་དང་མཐུན་ཡོད་ཚུལ་གཅིག་ཕན་ཐོགས་ཡོད་པའི་ལས་ཀ་དེ་ཚོ་ངོ་སྤྲོད་བྱེད་ཐུབ་པས་ནི། ཕན་ཐོགས་ཡོད་པའི་བྱ་གཞག་ངོ་སྤྲོད་བྱེད་ཐུབ་པས་ནི་ཨ་ནི་ཡག་པོ་འདུག་ཅེས་གསུངས་འདུག་འདི་ཞུ་ཡ་རང་ཡིན་ཞེས་ཅེས་ཞུ་ཡ་ཡིན། ཨ་ནི་ད་ཡིན་ན་ལས་ང་བདུན་ཕྲག་གཅིག་ལ་ཐེངས་མ་གཅིག་རང་བྱེད་འདུག་ཞེས་ཅེས།

དཔེ་མི་སྲིད་གནད་འགག་ཆེན་པོ་གཅིག་ཡོད་པ་དེ། ད་ནས་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་རེད་ཤག། ཁ་སང་སྔོན་ལས་དེའི་སྐོར་ལ་ཡང་རོབ་ཙོ་གཅིག་གླེང་སློང་བྱས་ཞུས་ཡོད། འོས་བསྡུ་ལྷན་ཁང་ངོས་ནས་དེ་ལ་ཡང་གཅིག་དགོངས་པ་བཞེས་མདོག་ཁ་བོ་རེད་ཞེས་བྱས་ཞུས་ཡོད། བཞེས་བཞེས་མདོག་ཁ་བོ་རེད། ད། དེ་ལ་ཡང་གནད་འགག་གསུམ་རེད། གནད་འགག་གསུམ་རང་རེད། འོས་བསྡུ་ལེན་མཁན། དཔལ་འབྱོར་ལས་ཁུངས། ཨ་མི་དམངས་སྲིད་བྱུས་དུ་གསུམ་རེད། འོས་བསྡུ་ལེན་མཁན། དཔལ་འབྱོར་ལས་ཁུངས། ཨ་མི་དམངས། འདི་རེད། བཙན་བྱོལ་ནང་ལོ་ལེགས་བོད་མི་འབུམ་གཅིག་དང་ཁྲི་ལྔ་དྲུག་ཁྲུ་ལྔ་ནས་བདུན་བར་སྐྱེ་འཆི་བྱེད་ཀྱི་འདུག་ཁྱོད་སྡོམ་པས། ད་དོན་དག་རྡོག་རྡོག་རེད་ཅེས་བཤད་པས་ན་བོད་མི་འབུམ་གཅིག་དང་ཁྲི

ཞེས་བསམ་ཚུལ་གྱི་ལྷག་བསྡད་ཡོད་རེད། ཁྲི་གསུམ་ནས་བཞིའི་བར་གྱི་ལྷག་བསྡད་ཡོད་རེད། ད་འདི། ང་རང་ཚོ་བོད་པ་རེད་བས་སམ་བོད་པ་རེད། དངོས་གནས་ཤ་རྗོད། ཤ་ཁྲག་ཤ་ཁྲག་ཉིད་ནས་བཀྲུས་ནས་མ་བཏབ་པའི་བོད་པ་རེད། ཨ་ནི། ང་རས་ཡིན་ནའི་ལས་དུ་བ་བོད་པ་དེ་འདྲ་མཐོང་སོང། ཆུ་ཆུའི་སྒང་ནས་དུ་བ་ལས་ཡ། ཅེས་ཕ་མས། ག་སོང་རེད་ད་དེ།

ཁྱོ་ག་དང་སྐྱེས་དམན་དག་ཚང་མ་དེ་བར་ནས་ཡིན་རྒྱུ་དེ་འདྲས་དེ་འདྲས་འདུག་ཨ་ནེས་བོད་སྐད་ཧ་ལམ་བཤད་ཤེས་མི་འདུག་ད་དེ་འདྲས་ཡོང་དགོས་རེད་ང་རང་ཚོའི་བོད་པའི་ནང་ལོགས་ལ་ཡང་དེ་འདྲས་གཅིག་གཉིས་མ་རེད་ད་མང་པོ་རེད་ད་འདའི་དུས་ལ་ཡང་ཡང་བསླབ་གསར་པར་ཇི་གར་ཟེར་ནས་གཞོན་སྐྱེས་ནང་ལོགས་ལ་ཡང་ཅིག། ཡང་གཅིག་ཁ་གྱེས་སྒྲོལ་ཞི་དུ་བ། ལོ་ཆུང་བའི་ལག་ནས་ལོ་བཅོ་བརྒྱད་བཅུ་དགུ་ཉི་ཤུ་ཉི་ཤུ་རྟག་གསུམ་རྩ་བཞི་རྩེ་ལྔ་འདི་འདྲའི་ནང་ལོགས་ལ། བོད་པའི་སྤྱི་ཚོགས་དང་རྒྱང་གྱེས་ཆགས་སྒྲོལ་ཞི་དུ་བ། འདི་ཡོང་གི་འདུག་འདི་ཡོང་དུས་རྩོམ་པ་འདི་ཚོ་ཚང་མ་ཚོ། ད། ཁུ་ཡངས་སུ་ནས་མི་འདུག་ཚོ་ད་ང་རང་ཚོའི་མིང་ང་རང་ཚོས་བདག་པོ་རྒྱག་དགོས་རེད། འོ་འདི། ད་ལྟའི་དུས་ཚོད་འདི་དཔེ་མི་སྲིད་པའི་ཡག་པོ་བྱེད་རེས་བྱ་སེམས་པོ་འདུག། ཅི་ནས་གནད་འགག་བྱེད་རེས་ཅི་ནས་ཡག་པོ་བྱེད་རེས་ད་ད་རེས་ཀྱི་དུས་ཚོད་འདི། བཀའ་སྤྱི་གཉིས་ཀྱི་འོས་བསྡུའི་གི། ལམ། དུས་ཚོད་འབྱོར་པ། འདི། ང་རང་ཚོའི་བོད་པ། བོད་པའི་སྤྱི་ཚོགས་ནས་རྒྱང་སྐྱེད་འགྲོ་བསྡད་མགྱོགས། རྒྱུན་ཡུན་རིང་པོའི་ནང་ལྷག་བསྡད་པ། ཅེས་རང་བཙན་རག་དེབ་བཙུགས་ཚུལ་སྤེལ་མེད་པ། ནས་ཁ་ཤས་ཆེད་བཟོ་འདོད་ཡོད་པའི་ནས་ལོ་མང་པོ་ཀྱི་བར་དུ་ལོ་ཉི་ཤུ་ཙམ་གྱི་བར་འགྱངས་དགོས་ཡ་འདྲ་ཆགས་བསྡད་འགྱོ། འདི་འདྲའི་དཀའ་ངལ་ཡོད་འགྱོ་འདི་འདྲ་ཡོད་ས་རེད་མང་པོ་ཡོད་ས་རེད། བྱས་ཙང་འདི་ལ་ཡ། ཕྱོགས་གསུམ་ནས་ལས་ཀ་བྱེད་དགོས་ཀྱི་འདུག་འདི་ལ་ཡ། ཕྱོགས་གསུམ་ནས་ལས་ཀ་བྱེད་དགོས་ཡ་དེ་གང་ཡིན་ཟེར་ན། དང་པོ་དེ།

མ་འོངས་པའི་བོད་ལྟ་བ་ལ་ཡང་ད་ལྟའི་གི་བོད་དེ་ག་འདྲ་ཡོད་མེད་དེ་ཡང་བསམ་ཤེས་བྱེད་དགོས་འདུག་ད་ལྟའི་མིའི་གི་བོད་མི་འབར་སྒང་དེ་ཡང་བའི་ཁ་དོག་གོ་དོར་བྱེད་བྱེད་འཐོར་བསྡད་ཡོད་རེད་ཨ་ནི་བོད་པའི་སྤྱི་ཚོགས་ནང་ལོ་ལ་ཡང་དོ་ནང་ལས་ཡ་དེ་བཀའ་སྤྱི་གཉིས་གི་ད་ལྟའི་འོས་ཤོག་འདི་དོ་ནང་ལས་ཡ་གི་རྒྱུ་རྐྱེན་གཙོ་བོ་གཅིག་རེད་ད། བླ་ན་མེད་པ་དགོངས་ནས་སྨོད་པ་དེ་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པ་མཆོག་གིས་དུས་དང་རྣམ་པ་ཀུན་ཏུ་བཀའ་སློབ་གནང་བཞིན་པ་དེ་རེད། དེའི་ཐོག་ལ་ཡང་སྐབས་དང་དུས་ལ་ཡང་བབས་པའི་བཀའ་སྤྱི་གཉིས་ཀྱི་འོས་བསྡུ་དེ་རེད། བཀའ་སྤྱི་གཉིས་ཀྱི་འོས་བསྡུ་དེ་ལ་ཡང་སོ་སོའི་བསམ་ཚུལ་མི་འདྲ་བསམ་ཚུལ་མི་འདྲ་བ་མི་མཐུན་པ་མང་པོ་ཞིག་ཡོང་གི་འོ་རེད། བོད་པ་ཙམ་མ་རེད་ཕྱི་རྒྱལ་དུ་འདྲེ་འགས་དོ་སྣང་བྱེད་ཉེན་འདུག། ཨ་ནི་བོད་པ་དུ་བ་ལྷག་ཏུ་འགྱུར་ཡུན་རིང་པོ་ལྷག་ཏུ་འགྱུར་བོད་སྐད་ཐར་ཐོར་རེ་བཤད་དེ་ངས་དེ་ཚོའི་དོ་སྣང་བྱེད་ཀྱི་ཡོད་རེད་ཡིན་ན་ཁོང་ཚོ་ཅིག་བརྗེ་ཁོག་བསམ་པའི་ནས་ལས་ཡང་ལོ་ཉི་ཤུ་སུམ་ཅུ་དེ་ལས་ཕ་རྒྱང་དགུ་འདོད་ཚོད་པ་དཀའ་ངལ་བྱུང་དགོས་ས་རེད་ད་དེ་ཡིན་དུས་གསུམ་པ་ལས་དེ་རིང་གི་ཟླ་བ་གསུམ་ཟླ་བ་གསུམ་གི་དུས་ཡུན་འདིའི་ནང་ལོ་ལས་ད། དཔལ་འབྱོར་ལས་ཁུངས་དང་འོས་བསྡུ་ལྷན་ཁང། མི་དམངས། གྱང་མེད་པ་རྣམ་པ་ཚོ་དང། སྔར་ནས་གྱང་གཞིབ་པ་མེད་པ་སོགས་ཚང་མ་མཉམ་དུ་ཧ་རུབ་བ་རུབ་བྱས་བྱས་འདི་བཟོས་ཡོད་འདུག་ད། དཔལ་འབྱོར་ལས་ཁུངས་ངོ་ནས་དགོངས་པ་ཆེ་བཞེས་བྱས་འདས་ཟིན་པའི་འདས་དོན་ལོ་ཉི་ཤུ་ལོ་ཉི་ཤུ་ལྷག་ཡོང་ཡོད་དུས་ཚོད་ཡ། ཅེས་དགོངས་པ་ཆ་ཡང་བཀའ་བསྩལ་བཏང་གནང་ཡང་བཞེས་ཡོད་པས་ན། ཆེད་སོ་སོའི་རྒྱང་སྡོད་རྒྱང་མེད་པ་དེབ་བྱང་གོ་རྒྱང་མེད་པ་མི་རྣམ་པ་ཚོའི་ངོས་ནས་ནས་ལས་བསམ་བློ་བཏང་ནས་ད་ངས་ང་རང་གི་ཆོས་མཛོད་པ་ཚོ་དེ་ག་ཞིག་ཕུལ་ཐུལ་ཡ་ཞིག་བྱེད་ཀྱི་ཡིན་གསུམ་བསམ་ཆེད་བློས་བཅད། ཨ་ནི་མ་འོངས་པའི་གི་ཨ་ནི་སོ་སོའི་གི་དཔོན་པོ་དེ་སོ་སོས་བདམས་གི་ཡིན་བྱས་བྱས་འདུག་བྱས་བྱས་མཉམ་རུབ་བྱས་བྱས། མདུན་སྐྱོད་བྱས་ན། ཨ་ནེ་ང་ཚོའི་མ་འོངས་པའི་གི་བོད་མིའི་སྒྲིག་འཛུགས་འདི་ཚགས་ཚུགས་པོ་བྱེད་ཡོང་གི་རེད་བསམ་གི་འདུག་ཚགས་ཚུགས་པོ་བྱེད་ཡོང་གི་རེད། ད་དེ་རེ་བ་རང་ཡིན་བྱས་ཙང་མི་མང་རྣམ་པ་ཚོའི་ངོས་ནས་དེ་ལ་ཡག་ཐུགས་འགན་བཞེས་ནས་ཡར་དཔལ་འབྱོར་ལས་ཁུངས་ལས་ཞུ་གཏུག

བདའ་འདྲ་འདུག་བྱེད་རྒྱུ་ཞུ་ཡ་ཡིན། བོད་པའི་མི། བོད་པའི་སྒྲིག་འཛུགས་ཀྱི་བདག་པོ་རྒྱབ་ཐོབ་ཡ་རྒྱུ་ལམ་ཁ་ཡག་ཤོས་ཆེ་འདྲ་རིགས་མཐོང་གི་འདུག་བྱས་ཙང། དཔལ་འབྱོར་ལས་ཁུངས་འོས་དང་དེ་འབྲེལ་ཡོད་ལས་བྱེད་རྣམ་པ་ཚོས། དབུ་ནས་ཞབས་བར་དུ་སུ་ཡིན་ནས་དེ་གའི་རྣམ་པ་དང། འོས་བསྡུ་ལྷན་ཁང་གི་འགན་འཛིན་ལས་རྒྱུན་འཛིན་ལས་སྣེ་རྣམ་པ་ཚང་མ་ལོ། དགོངས་པ་བཞེས་དགོས་ཀྱི་འདུག་དགོངས་པ་བཞེས་རོགས་གནང་ཞུ་ཡ་ཡིན།

དྲུག་བདུན་སྐྱེ་གཤེགས་དུ། མི་འབུམ་གྱི་ཟླ་ཁྲི་དྲུག་བདུན་ཡས་མས་གཅིག་གིས་སྐྱེ་གཤེགས་དུ། ད་གཅིག་སྟོང་དགུ་བརྒྱ་དྲུག་ཅུའི་ན་ལོ་ལས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ན་ལོ་ལས་འབུམ་གཅིག་བྱས་ད་མདོ་བོར་འབུམ་གཅིག་ཟིན་ཏེ། འདས་ཡོད་སྲི་མ་རེད། འདས་ཐུག་གས་མ་རེད་པ། མི་རེ་རེ་ལ་ཡར། དགུ་བརྒྱད་དགུ་བདུན་གསུམ་བཞི་ལྔ་སྐྱིད་ཉལ་ཁང་བསྡད་ཡོད་རེད། ཨ་ཡང་མི་རེ་འགའ་རེ་འགའ་ལ་ཡང་ཡང་སྦུག་མེ་སྦར་བྱས་བསྡད་པ་ཡོད་རེད། ཡིན་ནའི་གང་ལྟར་རྒྱ་མི་འབོར་འཕེལ་རྒྱས་ཞེ་བོ་ཞིག་འགྲོ་ཡོད་རེད། བྱས་ཙང་མི་འབུམ་གཅིག་དང་ཁྲི་བདུན་ཤེས་ཀྱི་འདུག་དེའི་ནང་ལོ་ནས་ང་ཚོ་འོས་ཤོག་བླུགས་ཉིན་མི་འབུམ། མི་ཁྲི་བདུན་བརྩི་བར་བཅུ་སྐོར་ལ། ཁྲི་བདུན་དང་རྩ་གསུམ་ཞིག་རེད། ད་ཕྱིས་སུ་བ་མི་འབུམ་གཅིག་ཡས་མས་ཅིག་ལྷག་བསྡད་འབུམ་གཅིག་ནང་ལོ་ནས་བར་ཆད་ཁྲི་གསུམ་བཞི་བཅུ་བར་སྦུག། སྦུག་ལ་སྦིག་ཨ་བྱེད། ལྷག་མ་ལ་ལྷག་དང་རྒྱུ་དེ་གའི་ཚོ། རུ་རུ་སོགས། རུ་རུ་སོགས་ཡ་དེ། ང་རང་ཚོའི། དང་འབྲེལ་གྱི། འོས་བསྡུ་ལྷན་ཁང་དང། དཔལ་འབྱོར་ལས་ཁུངས་ཀྱི། ལས་སྣེ་རྣམ་པ་ཚོའི། ཕྱག་ལས་ཡོད་རེད། བྱས་ཙང། ཁྱེད་རང་རྣམ་པ་ཚོས། ད། དུས་རྒྱུན་གྱི་སྐུ་ལས་སྐྱོན་གྱི་ཕྱག་ལས་གནང་གི་ཡོད་རེད་དེ་ལས། དེའི་སྒང་ཐོད་པ་གཅིག་སྟེ་བ་རྒྱང་རིང་བསྲིས་བྱས། མ་འོངས་པ་ལས་བར་ཐག་རིང་བསྲིས་བྱས། ད་ལོར་འཇུག་འོས་མིན་པ་བྱས་བར་ཐག་རིང་བསྲིས་ནས། བྱ་ལས་ནང་ཐུག་ན་དཔེ་ཡག་པོ་ཡོང་ས་རེད་བསམ་གི་འདུག་ཡིན་ནའི་ཨ་ད་དེ་རིང་ང་འདུག་ཟེར་ཆགས་པས་སུ་འདྲ་བྱེད་སུ་ཡིན་ནའི་ང་རའི་ཞུ་ཡག་རང་དེ་རེ་བ་རང་ཡིན་འདུག་གནང་རོགས་བྱེད་ཞེས་སྐྱབས་འཇུག་ཞུ་གི་ཡོད། གླེན་རྒྱལ་རྣམ་པ་ཚོས་ཡང་ཅིག་ཞུ་སྙན་ཞུ་མ་ཤེས་ནའི་ལས་གསལ་སྙན་ཚོའི་གོ་བ་ལོག་པོ་མ་གནང་རོགས་བྱེད་ཞུ་ཡག་བྱེད། སྤྱི་ཚོགས་དྲ་རྒྱའི་ནང་ལོ་ལ་ཡག་བྱེད་སྐད་ཆ་མང་པོ་བརྗོད་ཡོད་དེར་ད་ད་ད་ད། ད་ད་ལྟའི་ཚར་ཆ་ལ་ཡག་བྱེད་ན། ཁོང་སྐལ་རྡོ་ཁོང་སྐལ་རྡོ་ལགས་དང་ཁོང་སྤེན་པ་ཚེ་ལགས་གཉིས་དུག་བྱེད་ཆེ་མང་ཤོས་གཉིས་ཀྱིས་ཆེད་དུག་བྱེད་ཕེབས་དུས་དུ་བ་དུག་བྱེད་ཕེབས་ཡོད་དུས་མཚོན་པ་ད་ང་རང་ཚོའི་མི་ང་རང་ཚོ་གདམ་དགོས་གོ་རེད་ང་རང་ཚོའི་མི་མི་གཉིས་གདམ་བྱ་ཡག་རེད་ད་མི་གཉིས་ནང་ལོ་ནས་མི་གཅིག་གདམ་དགོས་རེད་དེ། མི་སོ་སོའི་གི་འོས་བླུག་ཅེས་སྒྲོག་རུ་བ་ད་ཅི། ཕི་གེ་ཡག་པོ་མི་འདུག་དེ་ཡག་པོ་ཁོ་ཡག་པོ་མ་རབ་ཁོ་ཡག་པོ་ཡོད་མ་གཅིག་ག་སེ་འདི་ཡག་པོ་མ་གཉིས་ག་སེ་ཕི་གེ་ཡག་པོ་མ་རྟུ་ཕ་ཞེས་ཚོ་ཞེས། ཁ་སང་སྔོན་མ་ངས་ཞུས་པ་དག་རང་རེད། ཆུ་སྒྲོག་ནི་མ་དོན་ག་གི་མེད་པ་རེད། ད་ཡག་པོ་ཡོད་ན་འདྲ་ཡག་པོ་མེད་ན་འདྲ་མི་འབུམ་གཅིག་དང་ཁྲི་བདུན་ན་ལོ་ནས་ཁོ་ན་གཉིས་ཡག་དོན་རེད། ད་དེ་དོན་ཟེར་དེ་མི་ཁྲི་བདུན་ནང་ལོ་ནས་དོན་རེད། ཡ་ཐོན་པོར་བ། ཡག་པོ་མི་འདུག་སྣེ་ཁོ་ན་ཉིད་རེད། ཡག་པོ་འདུག་སྣེ་ཁོ་ན་ཉིད་རེད། ད་ང་རང་ཚོར་ཡོད་པ་དེ་ཁོ་ན་ཉིད་རེད་ཁོ་ན་གཉིས་ནང་ལོ་ནས་གཅིག་གདམ་དགོས་རེད་སྲིད་སྐྱོང་གཅིག་སྲིད་སྐྱོང་གཅིག་མ་གཏོགས་པའི་སྲིད་སྐྱོང་གཉིས་ནི་ཡོད་མ་རེད་བྱས་ཙང་སྲིད་སྐྱོང་གཅིག་གདམ་དགོས་རེད། ད་དེ་སོ་སོའི་གི།

ད་ནང་ལ་ཡར་བད་ཁྱོད་ཀྱི་ཁ་དང་ངའི་སྣ་དང་བད་ཐུབ། ལུང་པ་གང་ཤེས་ཀྱི this བྱས་ཡོང་དེ་ཡོད་འདུག་བྱས་ཙང་དེའི་རིགས་དེ་གོ་ཡག་རྩ་བ་ཉིད་ནས་མི་འདུག་ང་ཚོ་ལ་ད་ལྟའི་ཆ་ལ་ཡ་གོ་ཡག་དེ། མི་ཁྲི་བཞི་ལྔ་ཅི་བརླག་བསྡད་བྱས་ད་ལྟ། ཕལ་ཆེར་བོད་པའི་གནའ་ལོ་མི་ཁྲི་བཞི་ལྔ་ཅི་རང་འདོད་འོས་ཤོག་བླུག་ཡག། ལོ་ཚོད་ཏག་ཏག་ཟིམ་ཡོར་དེ་ལས་ཆ་རྐྱེན་མ་ཚང་ནས་ལྷག་བསྡད་བྱ། འདི་གས་ཚོ་རུ་རུ་ཟོག་སྟེ། མི་ཁྲི་ཤེས་ལྔ་ཅིག་ཚོ་རུ་རུ་ཟོས་བྱས། དེ་གས་ཚང་མ་ལོ་འོད་དུ་ལེན་ཁང་འོད་དུ་ལེན་ཁང་གས་འོད་དུ་ལེན་ཁང་དང། དཔལ་འབྱོར་ཀླད་ཀོར་གཉིས་བཀའ་མོལ་གནང་བྱས་མི་ཁྲི་ཤིས་ལྔ་དེ་དགོས་པ་དུ་ཚད་ན

མ་འོངས་པ་ལ་ཡང་ང་ཚོ་བདག་རང། བདག་རང་གནས་ཀྱི་རེད་ག་སེ་ན། ད་ལྟའི་དུས་ཚོད་དྲ་རྒྱའི་དུས་ཚོད་རེད་མི་ཚང་མ་ལ་གཅིག་གི། མི་བྱས་ནས་ཡུལ་འདྲེན་སྲིད་དོ། བྱ་བྱས་ནས་ཚང་འདྲེན་སྲིད། ཡང་ཡང་ལེན་པ་སོ་སོའི་གི་མི་རིགས་འདིའི་ལ་ཡང་དོ་སྣང་བྱས་སླད་ཡོང་དགོས་རེད། བྱས་ཙང་འདིའི་གོ་སྐབས་དེ་ད་རེས་འཇུག་དགོས་ཀྱི་འདུག་སེ་བྱས་ཞུ་གི་ཡོད་རྒྱ་འོམ་བཅས་གོ་ལོང་དེ་གས་སེ་ཕེབས་ཚར་བ་རེད། དཔལ་འབྱོར་ལས་ཁུངས་དང་དེའུ་ཏི་ལྷན་ཁང་གཉིས། རྡོས་བཅས་མ་ཤུབས་བཅས་བཅས་ཕ་གཟིགས་གནང་དང། ཕ་གཟིགས་ནི། གར་བཅའ་གུ་དོ་དེ་གའི་འོས་ཤོག་བླུ་མྱང་ང་རང་ཚོའི་བོད་པ་དག་པོ་གོ་འདྲེ་བཅའ་གུ་དོ། བོད་པོ་ཚོ་དག་པོ་བཅའ། མ་བཅའ་དགོས་ན་བཅའ་གར་གནང་དགོས་ན་གནང། ཡང་ཕུ་གཉིས་ངོས་ནས་སོ་སོའི་བློས་ཆབ་བྱས་ཡ་ཕུ། ད་མ་འོངས་པ་ལ་ཡང་མུ་མཐུད་ནས་དག་རང་ཕུད་ཅིག་བསྡད་པས་ན། ཨ་ང་རང་ཚོའི་སོ་སོའི་བོད་པོ་སོ་སོས་དམ་ཡ་ཡོད་སོ་སོའི་གོ་འདྲེ་སོ་སོས་དམ་ཡ་ཡོད་པ། འདུག་བྱས་ཕྱག་ལས་གནང་དགོས་གུ་དོ་ཞུ་ཡ་ཡིན།

སྐུ་བྱ་ལས་ཡིན་ཟེར་སེམས་སང་དྲི་གི་འདུག་ཨ་ང་རང་ཚོའི་བག་ཚོ་རྩེད་ཆས་དུས་སུ་ཡོར་དང་དེ་འདྲས་འདུག་དང་དེ་འདུག་དང་ཟེར་བ་རྩེད་ཆས་ཆོས་བག་ངོ་སྤྲོད་བྱས་ཡོད་པ། དཔོན་ཆེན་ལས་ཁུངས་དང་འོས་བསྡུ་ལས་ཁང་གཉིས་ཀྱིས་མ་ད་འདུག་ལས་འདུག་ཟེར་ཆེད་ད་གུས་བཀོད་ཕུལ་གི་ཡིན་ཟེར་ཆེད་འདུག་འདུག་འདུག་བྱེད་ཀྱི་ཡིན་ཟེར་གི་གཞུང་འབྲེལ་བཀའ་རྒྱ་མ་ཕེབས་པས་ན་ང་རང་ཚོའི་མི་མང་ཚོའི་ངོས་ནས་ལས་ཀ་བྱེད་ཐུབ་ཡ་ས་ཁེལ་མེད་པ་རེད་བྱས་ཙང་ལྷན་རྒྱས་རྣམ་པ་ཚོའི་ངོས་ནས་ཡིན་གྱི་མིན་གྱི་ད་རེ་བསྟོན་དགོས་འདུག་ཞུ་ཡིན་གཅིག་འདི་དང་པོའི་གི།

གྲོགས་ཞེས་ར་སྐན་མི་འདུག། མི་འབོད་པ་འབོད་པ། འབུམ་གཅིག་དང་ཁྲི་བདུན་དགེ་བཤེས་འོ་འབུམ་གཅིག་ཉུང་མཐའ་ལས་འབུམ་གཅིག་དང་ཁྲི་གཉིས། ཁྲི་གཅིག་དང་ཁྲི་གཉིས་གོ་གཅིག་རེད་པ། འདི་གལ་ཆེ་འོས་ཤོག་བློ་ཡོད་ན་ཨ་སྔོན་ན་འདྲེ་ནས་གཟི་བརྗིད་ཡིན་སྲིད་དོ་ཨོ་དེ་ཡིན། ལོགས་སུ་ཚོལ་ཤེས། ད་ང་རེ་ཞུ་ཡ་ད་རེ་ཞུ་ཡ་འདི་ཟེར་ཡིན་ཨ་འཁྱག་མགོ་རྒྱ་བོ་ཐམས་ཅད་ཁྱིམ་པ་མཆོག་ཁོ་ཚོ་ཡུལ་ནས་ཡུལ་དུ་གནས་པར་ཞུ་ཞེས་སྨོན་ལམ་རྒྱ་ཆེ་བྱས།

དང་པོ་རྒྱབ་བརྒྱག་གི་ལམ་སྲོལ་ཡག་ཡོང་རེ་གསུངས་པ་འདུག་ལབ་སྟོར་ཆེ།